ཞོགས་པ་མཚམས་རེ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། དེ་ནས་དེ་རིང་གི་ས་ཡི་ལས་ཀྱི་མཇུག་འགྲིལ་གྱི་མཚམས་མེད་འདི་འབྲས་ཀྱི་གཟུངས་འདུ་བ། ཆོས་བརྒྱུད་ཞི་བར་དམིགས་པ་ལ་ཚིག་གཞི་བྱེད་འདུག་ཐ་ཤལ་ཡིན། རང་ལ་སྐྱབས་འོང་སྲིད་པ་ལ་དཔའ་བོ་ཡིན་ཞེས་སུ་ཞིག་དྲུགས། འདི་གིས་ག་རེ་བྱེད་ཀྱི་ཡོད་རེད་ཟེར་ན། མི་ཧ་ཅང་ཡིན་ལུགས་ཚུལ་འདི་ཞིག་དེ་གའི་བླ་མ་དཀོན་མཆོག་ལྟ་བུ་བྱས་ལ།

ཚིག་རྩུབ་པོ་ལ་སོགས་པ། གནོད་སེམས་བརྣབ་སེམས་དང་གནོད་སེམས་ལ་སོགས་པ་དེ་འདྲ་ཀྱི་མ་གལ་ཆོས་ལ་སོགས་པ་དེ་དག་ཐམས་ཅད་གཞི་ཉིད་ཀྱི་མ་རིགས། དེ་ཤེས་པ་ཡིན་ན་རང་ཉིད་ལ་རྣམ་དབྱེ་དུ་ཡབ་དེ་འདྲ་འཁོར་ཡོང་གི་རེད་དྲན་གདའ། རྒྱས་ནས་ཕྱོགས་བཞིན་སྤྱོད་པ་སྐལ་བ་ཆོས་ཕྱོགས་སྐལ་བ་ཆོས་ལ་ཚུལ་བཞིན་སྤྱོད་བདེ་བ་ཤེས། སེམས་ཞི་བ་ངག་ཞི་བ་ལུས་ཞི་བ།

ཨ་ནི་སོ་སོ་གི་ལ་གནོད་པ་ཞུ་བྱེད་དེ་གའི་སོ་སོ་གི་ཕ་མ་དང། ཨ་ནི་སྤུན་ཆང་ལ་སོགས་པ་དེ་འདྲའི་སྲིད་འགྲོ་མཁན་སོ་སོ་གི་སློང་ཁ་འཕྲོག་འགྲོ་མཁན། སྐྱོན་འདོང་འཕྲོག་འགྲོ་མཁན་ཤ་པ་ལྟ་བུ་དེ་དག་ནི་ད་དགྲ་བོ་རེད་དེ་སྲིད་ཐུ་བ་ཡིན་ན་ཁྱོད་རང་པའོ་སི་ཁྲིད་ཚིག་རེ་མ་ཐུབ་པའི་གི་ཨ་ནི་གནོད་པ་གང་ཡང་མི་ཡི་དེ་མཁན་ཉམས་ཆུང། ཨ་ནི་ཐུགས་རྗེ་ཆེ་སྐུ་ཆེ་ང་རོགས་པ་ཞུ་ཟིག་ང་ཀྲི་པུའུ་ཆི་ཡིས་ལའོ་འདི་དི་སི་རྒྱ་བོད་ན་ཨ་ཁྱེད་རང་དཔའ་བོ་ཁེ་ལག་མ་རེད་ཨ་དཔའ་བོ་མ་ཡིན་པར་མ་ཟད་ཁྱོད་རང་ང་ཐ་ཤར་ཟེར་ཟེར་ཁྲིད་ལབ་ཤོག་རེད་ཨ་ནི་ཁྱོད་རང་གི་བསམ་ཚུལ་ལ་བྱས་ན་དཔའ་བོ་ཞིག་ཡིན་ངེས་མི་སྲིད་ཟེར་བློ་བུ་ཞིག་འདུག་ཟེར་ལབ་ལབ་མི་དེ་ནི་ལབ་གི་རེད་དྲན་གི་ཡོད་ཅེས་དོན་དེ་ནི་ལབ་རོགས་ཞིག་མ་རེད་ཁྱོད་རང་ཐ་ཤར་རེད། ཨ་ནེ་ལབ་བཞག་གི་རེད། ཨ་ནེ་སྐྱིད་དང་ཕྱུགས་ཤིག་སྐྱུག་པའང་ཟེར་དྲགས། དངོས་གནས་ཁྲག་ནི་ཕྱུགས་ཚུར་ཤིན་ཏུ་ཉམས་སུ་ལེན་དགོས་མཁན། ལྷག་པར་དུ་ཐིགས་པ་ཆེན་པོ་གི་ཕྱུགས་ཉམས་སུ་ལེན་འོས་མཁན་དེ་གས། འགྲོ་བ་སེམས་ཅན་ཐམས་ཅད་མ་ཡི་གེ་འདུ་ཤེས་ཕ་ཡི་གེ་འདུ་ཤེས་བརྩི་འདོད་མཁན།

མ་སྲིད་པའི་གི་དུས་བབ་ཅིག་དགོས་མ་རེད་དེ། མ་སྲིད་པ་དང་སྐྱིད་པ་སྐྱིད་ཆེན་འདྲ་བོ་ཆགས་དུས་རེད། ཁྱོད་རང་ལ་བརྩེ་བ་དེ་འདྲས་བཅངས་དུས་རེད། མོས་ཁྱོད་ལ་བརྩེ་བ་ཞུས་པ་ན་གཞི་དེ་འདྲས། འོ་བརྩེ་བ་བཅངས་དེ་ངས་གི་མ་ཅི་རེད། ཧ་ཅང་གི་ཉེས་པ་ཆེན་པོ་དང་འཇིག་རྟེན་གི་ཐོག་གཞི་ནས་ཧ་ཅང་གི་ཐ་ཤར་ཅིག་རེད།

སྔར་མེད་གདུལ་བྱ་དེ་ནི་མྱོང་གི་རེད་དྲན་ཡོད་རོ། ཨ་ནེ་ད་གོ་སྐབས་ཡོད་མ་རེད་དོན་ལ་ཤི་འགྲོ་གི་ཡོད་རེད། ད་དེའི་ཚེ་ལ་ངས་བྱང་ཆུབ་ཀྱི་སེམས་དང། བསྲུབ་པ་ལ་འོ་ཟེར་གོམས་གོ་དྲན་ན་ནི་སྐད་ཆ་དེ་འདྲས་གསུང་གི་ཡོད་རོ། ཨ་ནེ་དེ་འདྲས་ཞིག་བྱེད་མཁན་དེ་སའི་ཆ་ལ་ཡོད་རོ་ད་བཅུ་པ་ག་ནས་ཡིན་འདུག། ཨོ་དེ་ལྟ་བུ་དང་ཧ་ཅང་གི་ཐ་ཤར་ནང་ལ་ཐ་ཤར་ཙིག་རེད་མ་ཐུབ་པའི་གི། ཨ་པའོ་རེད་ཟེར་གི་ཙིག་ཡོད་མ་རེད།

འོ་དེ་ནས་ཆོས་ལོག་གི་ཉེས་པ་འདི་རིགས་བཟུང་དུ་སྐྱེ་ངན་རང་ལ་མོས་པས་ཡང་གཞན་ལ་མོས་པ་བཞི་པ་ཡོད། དྲུག་ཏུ་ཟས་སུ་རླུང་བཟའ་ཡང་ཕ་རོལ་དུ་ན་མི་སྲིད་དམ། དང་གི་གང་དུ་སྐྱེ་ཞིག་པ་ན་ཡི་གེ། སྐྱེ་བོ་ཡིན་ལུགས་ཚུལ་འདུས་ཤིག་དེ་འགས་ཉམ་ཆུང། དཔལ་དུ་ནི་སྔགས་ཡིད་གསུམ་དུ། ཆོས་ཀྱི་རྒྱུད་དེ་ངས་འདི་ལ། ནུས་པ་བཞི་དེ་ངས་མུ་མཐུད་དམ་བཞི་སྐྱེ་བ་ངན་པ་རེ་ཟད། སྐྱེ་བ་ངན་པ་ཟད་དེ་གི་ག་འདྲི་ཅི་ཞིག་ཡོད་རེ་ཟེར་ན། དེ་འདྲི་གི་མི་ཉམ་ཆུང་ལྟ་བུ་དང་བཅས། ནུས་པ་གང་ཡང་མེད་དེ་ངས། ཡན་ལག་བཀྲུས་ཐུབ་ཟེར་གི་ནུས་པ་མེད་དེ་ངས་དེ་དག་དམ་བཞི་ལ།

ཨ་ནེ་ཁྱོད་རང་ཁ་ལག་དེ་ནས་ཨ་ནེ་སློང་ཟ་ཐིག་འདུག་ཨ་སི། ཨ་ནེ་དེ་སློང་ཟ་ཐིག་ཁ་ལག་ལ་ནི་ཕན་མ་རེད་པ་དེ་ནས་ཁྱོད་རང་འགྲོ་ཡུར་དུ་ཡུར་ཐུབ་པ་ལ་ཨོ་སེམས་ཅན་གཞན་དག་ལ་ནུས་པ་སྐྱེས་ནས་སྲོག་བསྐྱབས། ཨ་ཐོག་གི་ཁང་ལ་དོ་ནི་སྲེད་ནས་གར་གཅིག་ཨ་སི་ཕན་ཐོག་སྐར་མ་ལྔ་ཡོད་མ་རེད།

སྣང་བ་འདྲ་བ་དེ་ནི་ཡར་ལས་འོངས་ཏེ་ཚུལ་ཁྲིམས་ཆ་ཚང། འབུལ་རྩིས་སྲོག་ཆགས་ལ་སོགས་པ་ལམ་ཁ་ལ་ག་རེ་མཐོང་ན་ཆ་ཚང་བསྲེགས་བཞག་ཡོད་རེད། ཨ་ནི་རྒྱ་གར་ཡིན་ན་ཧུམ་ཤིང་འདྲ་ག་འདྲ་ཡིན་ན་དེ་གི་སྤུ་གུ། ཆུང་ཆུང་ལ་སོགས་པ་དེ་དག་ཐམས་ཅད་དོང་དག་ཡུལ་ན་རེད་མ་གཏོགས་པའི་དོང་དག་མིན་ན་འབུལ་རྩིས་བསྲེགས་བསྲེགས་དག་གི་ལུགས་ཚུགས། ཡོད་མ་རེད་ལ་ཁྱེད་ཚོ་ག་དག་འགྲོ་དེ་ན་ལྟོ་ཞེ་ཡག་གི་ལོ་སོར་ཚད་ཟོ་འོ་རྩ་བ་ཉིད་དུ་ཡོད་ཐབས་མི་འདུག་ཁོ་ཆོ་ལོ་ཚད་དེ་ཡ་རབས་ཀྱི་རིགས་སོ་ན་རྔ་བོ་གི་རིགས་ཆུང་ཚད་དེ་དར་མ་དར་གི་ཁྱི་པར་ང་ནི་དེ་འདྲའི་འདུག་ད་དེ་ལྟ་བུ་ལ་ཁྱེད་ཚོ་ཚད་སོ་རྒྱ་དེ་འདྲའི་སྲིད་པའི་སྐར་མ་རྔ་བལྟ་ས་མི་རུང་ཨ་སོ་སོ་དེའི་ཤ་ནི་མི་ཟ་ང་ནི་ད་དེ་འདྲའི་གི་སྲིད་ནི་ནུས་པ་སྐྱིད་པའི་ག་རེ་ཕན་འདུག་ཡོད་རེད་ཕན་འདུག་གི་ཡོད་མ་རེད།

སྐབས་དེ་ལྟ་བུ་གི་བརྒྱུད་པ་དང་དུ་ལོག་གི་བརྒྱུད་པ་དང་ཤེས་པར་ཚིག་གི་ཡོད་མ་རེད་ཡོད་ཟེར་བར་དངོས་གནས་ཅིས་ན། དུ་ལོག་ཟེར་བ་དེ་གར་བྱེད་དགོས་རེད་ཟེར་ན། ཁྱེད་འདྲ་བ་མཚུངས་པ་ཡིན་ན་ཀོ་ཁ་ལག་འདྲ་བ་སར་བསྡད་བཞག་པ་ཡིན་ན། ཁོ་ལ་ཉམས་ཆུང་བ་ཅིག་ཁོ་ཁྲི་ལ་སླེབས་ཡོང་ན་ཁོ་ཆུ་ནས་ཡོང་བཅུག་མ་གཏོགས། སྲོག་འདི་བར་པིག་དང་འདུག། ཡང་ཁོ་ལ་ལྷག་ཟེར་ཁོ་ལ་ང་ག་ཟེར་སླེབས་སོང་ན་སོ་སོ་ག་ལ་ཟ་ཟ་ཐུབ་པར་དཔེ་ཆ་རེད། ང་ནི་ག་ལ་དེ་གཞན་དག་ཅིག་གིས་ཟ་འདྲ་བོ་རེད་ཡང། དེ་ཟ་སོང་བས་ན་ཡང་ན་བྲེལ་ག་གེས་ཡོད་མ་རེད། ཨ། དུད་འགྲོ་རྩྭ་ཟ་ས་ལ་དེ་ག་ན་གྱི་རེད་དང་པོ་དུད་འགྲོ་དེ་རྩྭ་ཟ་དེ་ཡོད་ན་དུད་འགྲོ་དེ་ལ་ང་ག་ཟེར་ཡར་སླེབས་འོང་དུས་དེ་བར་དང།